བོད་ཀྱི་བརྙན་འཕྲིན་གྱི་རྒྱལ་གཅེས་སྲིང་མོ་བ་ཡོངས་ལ་འཚམས་འདྲི་ཞུ། ད་རིང་བོད་ཟླ་བརྒྱད་པ་ཁྲུམས་སྟོད་ཟླ་བའི་ཚེས་པ་བཅོ་གསུམ་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བ་བཅུ་པའི་ཚེས་པ་བཅུ་གཅིག་རེས་གཟའ་པ་སངས་ཉིན་གྱི་བོད་སྐད་གསར་འགྱུར་ལས་རིམ་དེ་སྐུ་ཞུ་གི་ཡོད། ལས་རིམ་འདིའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལྕནྡི་གར་དུ་ཆིབས་བསྒྱུར་བསྐྱངས་གཏན་འཁེལ་བའི་སྐོར་དང། དཔལ་ལྡན་སྲིད་སྐྱོང་མཆོག Forum Two Thousand ཚོགས་ཆེན་ཐོག་གསུང་བཤད་གནང་གཏན་འཁེལ་བའི་སྐོར། བོད་ཀྱི་སྨན་རྩིས་ཁང་བོད་ཀྱི་གསོ་རིག་ལྷན་ཚོགས་ཀྱི་ཚོགས་མི་ནས་ཕྱིར་འཐེན་གནང་བའི་སྐོར། ཨ་རི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནས་ཨ་རི་གྲོས་ཚོགས་ལ། བོད་དོན་ཁྲིམས་འཆར་གསར་བ་ཕྱི་ལོ་ཉིས་སྟོང་བཅུ་དགུ་ཞེས་པ་མགྱོགས་མྱུར་ཁྲིམས་སུ་གཏན་འབེབས་ཡོང་བའི་འབོད་སྐུལ་ཞུས་གནང་བའི་སྐོར། དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་ཨ་རིའི་བོད་དོན་རྒྱབ་སྐྱོར་བ་ཁག་ཅིག་མཇལ་འཕྲད་གནང་བའི་སྐོར། དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་སིག་ཆོས་ལུགས་ཀྱི་ཤིང་རྟའི་སྲོལ་འབྱེད་དྲུང་ནས་ལོ་ངོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་མཛད་སྒོའི་ཐོག་ལྷན་ཞུགས་གནང་བའི་སྐོར།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆན་ཏི་གྷར་ཁུལ་རྒྱ་གར་མཐོ་སློབ་སློབ་ཕྲུག་རྣམས་ལ། ཀུན་ཁྱབ་བཟང་སྤྱོད་སྐོར་ལ་བཀའ་སློབ་སྩལ་རྒྱུ་རེད་འདུག་དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེས་གཟའ་ཉི་མའི་ཉིན་བཞུགས་སྒར་རྡ་རམ་ས་ལ་ནས་ཆན་ཏི་གྷར་དུ་ཆིབས་རྒྱུག་རྒྱང་བསྟེན་ཁེལ་འདུག་མཛད་འཆར་ལྟར་ན་རེས་ཟླ་བའི་ཉིན་པན་ཇབ་མངའ་སྡེའི་ཁོངས་གཏོགས Rajpura ས་གནས་སུ་རྟེན་གཞི་བྱས་པའི Chitkara གཙུག་ལག་སློབ་ཁང་དུ། དེང་དུས་ཤེས་ཡོན་སློབ་སྦྱོང་ནང་ཀུན་ཁྱབ་བཟང་སྤྱོད་དགོས་གལ་སྐོར་ལ་བཀའ་སློབ་སྩལ་རྒྱུ་དང། ཕྱི་ཉིན་རེས་གཟའ་མིག་དམར་ཉིན་ལུ་དྷི་ཡ་ནར་ཡོད་པའི་ལྕན་ཏི་གྷར་གཙུག་ལག་སློབ་ཁང་དུ། དེང་དུས་ཤེས་ཡོན་སློབ་སྦྱོང་ནང་རིས་མེད་བཟང་སྤྱོད་དགོས་སྐོར་བཀའ་སློབ་སྩལ་གྱི་རེད་འདུག་རེས་གཟའ་ལྷག་པའི་ཉིན་ལྕན་ཏི་གྷར་ནས་ཕྱིར་བཞུགས་སྒར་དྷརམ་ས་ལར་ཞབས་སོར་འཁོད་འཆར་འདུག་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་འབུམ་རམས་པ་བློ་བཟང་སེང་གེ་མཆོག་ཡོ་རོབ་ཁུལ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague ནང Forum Two Thousand བྱས་པའི་གྲགས་ཆེ་བའི་ཚོགས་འདུའི་ཐོག་གསུང་བཤད་གནང་གཏན་འཁེལ་འདུག་དེ་ཡང་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་ཉི་ཤུ་རྩ་གསུམ་བར་དུ་ཀོང་ཞུའི་ཅེཀ་སྤྱི་མཐུན་རྒྱལ་ཁབ་ནང་ཚོགས་ཆེན་དེ་གཙོས་པའི་སྦེལ་ཇམ་རྒྱལ་ས Brussels ནང་ཡོ་རོབ་མཐུན་ཚོགས་ཀྱི་འཐུས་མི་གསར་བ་ཁག་ཅིག་མཇལ་འཕྲད་གནང་རྒྱུ། དེ་ནས Germany རུ་མཛད་འཆར་ཁག་ཅིག་བསྐྱང་རྒྱུ་དང། དེ་ནས France རུ་ཕེབས་ཏེ་རང་རིགས་མང་ཚོགས་དང་གནད་ཡོད་མི་སྣ་ཁག་ཅིག་མཇལ་འཕྲད་གནང་རྒྱུ་སོགས་ཀྱི་མཛད་འཆར་འདུག་སྲིད་སྐྱོང་མཆོག་ཕྱིར་བཞུགས་སྒར་རྡ་རམ་ས་ལར་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཕེབས་འབྱོར་གནང་གི་ཡོད་པ་རེད། ཡང་བོད་ཀྱི་སྨན་རྩིས་ཁང་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཚོགས་མི་ནས་ཕྱིར་འཐེན་གནང་འདུག་གནད་དོན་འདི་དང་གཞན་གནད་དོན་གཅིག་བཅས་ཀྱི་ཐོག་ལ་བོད་ཀྱི་སྨན་རྩིས་ཁང་ནས་གསར་འགོད་གསལ་བསྒྲགས་ཤིག་དགོངས་རྫོགས་གནང་ཡོད་པ་རེད། གནས་ཚུལ་འདིའི་སྐོར་ལ་གཤམ་ལ་དོན་འགྲུབ་རྣམ་རྒྱལ་ལགས་ཀྱིས་ཉན་འདྲེན་གནང་གི་རེད། དེ་རིང་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་བོད་ཀྱི་སྨན་རྩིས་ཁང་གི་ཚོགས་ཁང་ནང་དུ་བོད་ཀྱི་སྨན་རྩིས་ཁང་གི་འགན་འཛིན་ཚེ་རིང་བཀྲ་ཤིས་ལགས་ཀྱིས་གལ་ཆེའི་གནད་དོན་གཉིས་ཀྱི་ཐོག་གསར་འགོད་གསལ་བསྒྲགས་ཤིག་དགོངས་རྫོགས་གནང་སོང། གསར་འགོད་གསལ་བསྒྲགས་ཐོག་འགན་འཛིན་ཚེ་རིང་བཀྲ་ཤིས་ལགས་ཀྱིས། བོད་ཀྱི་སྨན་རྩིས་ཁང་གི་རྒྱ་སྐྱེད་ལས་གཞིའི་ཁྲོད། རིང་མིན་སྨན་རྩིས་ཁང་གི་སློབ་ཕྲུག་གྲངས་ཉི་ཤུ་རྩ་བཞི་བྱས་པའི་འཛིན་གྲྭ་གཉིས་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་འཚོགས་གཏན་འཁེལ་ཡོད་པ་དང། བོད་ཀྱི་སྨན་རྩིས་ཁང་གི་མཐོ་སློབ་ཏུ་ཧི་མ་ལ་ཡའི་མི་རིགས་ཀྱི་སློབ་ཕྲུག་ཚོར་འཛིན་གྲྭ་གཉིས་འཚོགས་གནང་རྒྱུ་ཡིན་སྐོར་འདི་ལྟར་གསུངས་གནང་སོང། རིང་ང་ཚོ་འདས་དུས་ས་བདག་འཁྲུག་སྤྱོད་མཛད་སྒོ་སྟབས་བསྟུན་བྱས། འདི་ས་བགོས་ལྷན་ཚོགས་ཀྱང་ཡིན་འདི་གཅིག་ད་ང་ཚོས་མ་གལ། སྦེང་ལོར་ད་ལྟ་ང་ཚོའི་མཐོ་རིམ་དེ་བསླབ་གྲྭའི་ལས་གཞི་འདི་ད་ཡག་པོ་གྲུབ་རྗེས་ད་ཕྱི་ཟླ་དང་པོ་ཟེར་ནས་ད་ལྟ་མཐོ་སློབ་མ་པོའི་འཛིན་གྲྭ་གཉིས་མ་པོའི་འཛིན་གྲྭ་གཉིས་དེ་བསྡད། ཨ་ཡང་མ་འོངས་པ་ཡང་འཛིན་གྲྭ་བོད་རིགས་མ་ཡིན་པ་འཛིན་གྲྭ་བསྡད་ཚུལ་གྱི་རེད་ཀོ་དེའི་གཅིག་དེ་ཨ་མཐོ་སློབ་རྒྱ་སྐྱེད་འགྲོ་སྟངས་དེ་སྐོར་ཅིག་ཡིན། གནད་དོན་གཞན་གཅིག་ནི་དེ་རིང་ཕྱི་ཚེས་བཅུ་གཅིག་ཉིན་ནས་བོད་ཀྱི་སྨན་རྩིས་ཁང་དེ་བོད་ཀྱི་སྨན་པའི་ལྷན་ཚོགས་ནས་ཕྱིར་འཐེན་བྱ་རྒྱུ་ཡིན་པ་དང། ཕྱིར་འཐེན་བྱ་དགོས་པའི་རྒྱུ་མཚན་སྐོར་ལ་འགན་འཛིན་ཚེ་རིང་བཀྲ་ཤིས་ལགས་ཀྱིས་འདི་ལྟར་གསུངས་གནང་སོང། ད་གཅིག་ད་ལྟ་སྨན་པའི་ལྷན་ཚོགས་དེའི་ཐོག་ནས་ད་ང་ཚོ་མཐོ་སློབ་དང་སྨན་ཕྱོགས་ཀྱི་ཚོགས་མི་བཟོ་བྱས་དེ་ནས་ད་དེ་རིང་ནས་ཕྱིར་འཐེན་བྱ་ཡག་གི་ཡིན་ད་ཞེ་སྒང་གནས་ཚུལ་རེ་མང་པོ་དེ་ག་ལྟར་འདིར་གཅིག་ནི་ང་ཚོ་སྨན་རྩིས་ཁང་གི་ཨམ་གཞིའི་ནག་ལོགས་ནས་ད་ལྟ་དེའི་མཐོང་ཚུལ་དཔེ་དེ་གཅིག་ཡོད་སྨན་པའི་ལྷན་ཚོགས་དེ་འགྲིག་མེད་པའི་གང་ལྟར་ཁོ་དེ་གཅིག་རེད་གལ་ཆེ་གཅིག་ལ་ད་ལྟ་རྒྱ་གར་གཞུང་གིས་རྒྱ་གར་གཞུང་གིས་སྨན་པའི་ལྷན་ཚོགས་ལ་ད་ངོས་ལེན་གནང་རོགས་ཟེར་སྔ་རྗེས་ཁོ་ཚོས་དེ་ཞུས་ཡོད་རེད་དེ་དེ་གཅིག་གང་ལྟར་གོ་ཡོང་རྒྱ་གར་གཞུང་རང་ལ་ལྷན་ཚོགས་གཅིག་ཡོད་དུས་གཉིས་ཡོང་ཨེ་ཅིག་མེད་པའི་གཅིག་རེད་ཨ་ནི་ཡང་སྨན་རྩིས་ཁང་དེ། ཏཱ་ལའི་བླ་མའི Institute ཞེས་པའི་ཆང་འཐུང་ཤག་བྱམས་སྐྱོང་རུ་བྱས་རྗེས་ང་ཚོ་ཡང་ཅིག་བདེ་སྡུག་རོ་ག་འདའ་གར་བོ་ཞུགས་བས་དེ་འདྲའི་ད་ཡོར་དེ་ཡིན་ནའི་ཅིག་ཕྱག་སྟོང་བཅས་བཞག་ཡིན་ནའི་སྨན་པའི་ལྷན་ཚོགས་འདི་མཉམ་སྤོ་རོགས་ཅིག་བྱས་བས་ཡིན་ན་ག་འདའ་ད་ཅིག་ག་སུ་རེ་སྐྱོན་གནས་རེ་མཐོང་བྱས་ཨ་ནི་ང་ཀང་ང་རང་ཚོ་སྨན་པའི་དེ་སུད་དུ་དེ་རིང་ནས་ད་ཕྱི་ཐེན་བྱས་བས་ཡིན།
དེ་ནས་བདུན་ཕྲག་འདིའི་ནང་གི་གལ་ཆེའི་གནས་ཚུལ་ཕྱོགས་བསྡུས་ནང་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནས་བོད་དོན་རྒྱབ་སྐྱོར་གྱི་སྲིད་བྱུས་ཕྱི་ལོ་ཉིས་སྟོང་བཅུ་དགུ་ཞེས་པའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བ་དང་སྦྲགས་ཨ་རིའི་གྲོས་ཚོགས་ནས་ཁྲིམས་འཆར་དེ་མགྱོགས་མྱུར་ཁྲིམས་སུ་གཏན་འབེབས་ཡོང་བའི་འབོད་སྐུལ་ཞུས་གནང་འདུག་ཁྲིམས་འཆར་དེའི་ནང་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་གནད་དོན་ཐོག་ཐེ་བྱུས་བྱེད་མཁན་གྱི་རྒྱ་རིགས་དཔོན་རིགས་རྣམས་ཨ་རིར་ཡོང་རྒྱུའི་ཐོངས་མཆན་སྤྲོད་མི་ཆོག་པ་དང། བོད་ཀྱི་རྒྱལ་ས་ལྷ་སར་ཨ་རིའི་གཞུང་ཚབ་ཁང་གསར་འཛུགས་དགོས་པ་གསལ་ཡོད་པ་རེད། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོས། རྒྱ་ནང་ནང་ཆོས་ལུགས་འདྲ་མིན་ཡོད་པ་དེ་དག་གི་རྗེས་འབྲང་པ་རྣམས་ལ། སོ་སོའི་ཆོས་ཕྱོགས་ཀྱི་དབུ་ཁྲིད་གདམ་རྒྱུའམ་ངོས་འཛིན་བྱ་རྒྱུའི་རང་དབང་མེད་པ་ཡིན་ན། རྒྱ་ནང་ནང་འགྲོ་མིའི་གཞི་རྩའི་རང་དབང་མེད་པ་གསལ་བོར་མཚོན་ཐུབ་ཅེས་གསུངས་པ་དང་སྦྲགས། རྒྱ་ནག་གཞུང་ནས་གནད་དོན་འདིའི་ཐད་ཐེ་བྱུས་བྱས་པ་དེ་ནི། ཆོས་དད་རང་དབང་ལ་རྡོག་རོལ་བཏང་བ་ཞིག་རེད་ཅེས་གསུངས་གནང་འདུག་དེ་ནས་བདུན་ཕྲག་འདིའི་ནང་ཨ་རི་ནས་ཡིན་པའི་བོད་དོན་རྒྱབ་སྐྱོར་བ་སྐུ་ཞབས Richard Blum མཆོག་དང་ཁོང་གི་བུ་མོ་ད་སྔ་ནང་བཞིན་ཨ་རིའི་ཧི་མ་ལ་ཡའི་ཐེབས་རྩའི་སྐུ་ཞབས་ཚེ་རིང་རྡོ་རྗེ་ལགས་དང་ཁོང་གི་བཟའ་ཟླ་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འབྲེལ་མཐུད་འགན་འཛིན་སྤྱི་ཟུར་བསྟན་ཆོས་རྒྱ་མཚོ་ལགས་བཅས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཕེབས་པར་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་མཆོག་གིས་མཇལ་འཕྲད་གནང་ཡོད་པ་རེད། སྐབས་དེར་དཔལ་ལྡན་ཚོགས་གཙོ་མཆོག་གིས་སྐུ་ཞབས Richard Blum མཆོག་གིས། ཕྱི་ལོ་བདུན་ཅུ་དོན་གྲངས་ནས་ད་བར་བོད་དོན་ཐོག་རྒྱབ་སྐྱོར་དང་ཐུགས་ཁུར་ཆེ་བཞེས་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས། བཙན་བྱོལ་བོད་མི་མང་གཙོའི་ཁྱད་ཆོས་སྲིད་དོན་ཚོགས་པ་མེད་པའི་དགེ་མཚན་སྐོར་དང། ལོ་དུས་སོ་སོའི་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆར་འགྱུར་བ་ཆེ་ཆུང་དང་ནང་བཞིན་བོད་ནང་གི་རྫ་དྲག་གནས་སྟངས་སྤྱི་དང། ལྷག་པར་དུ་བོད་མི་རྣམས་ནས་རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་ལ་མི་བཟོད་པར་བོད་མི་བརྒྱ་དང་ལྔ་བཅུ་ངག་གསུམ་གྱིས་རང་ལུས་མེར་སྲེག་བཏང་བ་སོགས་ཀྱི་སྐོར་ལ་ངོ་སྤྲོད་གནང་ཡོད་པ་རེད། ཡང་བདུན་ཕྲག་འདིའི་རེས་གཟའ་ཕུར་བུའི་ཉིན་དཔལ་ལྡན་དཔལ་འབྱོར་བཀའ་བློན་ཀརྨ་ཡེ་ཤེས་མཆོག་རྒྱ་གར་བྱང་ཕྱོགས Punjab མངའ་སྡེ། Anandpur Sahib། ས་གནས་སུ་ཡོད་པའི Sikh ཆོས་ལུགས་ཀྱི་ལྷ་ཁང་དུ་ཆོས་ལུགས་ཐད་ཤིང་རྟའི་སྲོལ་འབྱེད Guru Nanak Dev དམ་པ་མཆོག་འཁྲུངས་ནས་ལོ་ངོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་མཛད་སྒོའི་ཐོག་ལེན་ཞུ་གནང་ཡོད་པ་རེད། ཕྱོགས་མཚུངས་བཀའ་བློན་མཆོག Punjab མངའ་སྡེའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་བ་དང་སྟབས་བསྟུན། འབབ་ཁྲལ་ལས་ཁུངས་ཀྱི་ཟུང་འབྲེལ་འགན་འཛིན་དང་འགན་འཛིན་ལས་འཕར་རྣམ་གཉིས་ཐུག་འཕྲད་གནང་སྟེ། བོད་མི་སྒྲིག་འཛུགས་ཀྱི་དཔལ་འབྱོར་བདེ་དོན་དང་འབྲེལ་བའི་ལས་གཞི་ཁག་ཅིག་གི་ཐོག་ལ་བཀའ་བསྡུར་གནང་འདུག་བདུན་ཕྲག་འདིའི་ནང་བོད་མི་སྒྲིག་འཛུགས་ཀྱི་བསྟི་གནས་རྡ་ས་གངས་སྐྱིད་དུ་རྒྱ་བལ་འབྲུག་གསུམ་དང། ཕྱི་རྒྱལ་སོགས་ས་གནས་གང་ས་ནས་དམིགས་བསལ་ཚོགས་ཆེན་ཐོག་ཕེབས་བཅར་གནང་བའི་ས་གནས་འགོ་འཛིན་རྣམ་པ་དང་སྐུ་ཚབ་དོན་གཅོད་རྣམ་པ་བཞུགས་སྒར་རྡ་རམ་ས་ལར་ཕེབས་ཡོད་པའི་དུས་སྐབས་དང་བསྟུན། ཚོགས་འདུ་གཞན་མང་དག་ཞིག་ཀྱང་སྐོང་ཚོགས་གནང་ཡོད་པ་རེད། དེའི་ཁྲོད་རེས་ཟླ་བའི་ཉིན་བཞུགས་སྒར་རྡ་རམ་ས་ལར་དཔལ་ལྡན་སྲིད་སྐྱོང་དང་ཕྱི་དྲིལ་བཀའ་བློན་གཅིག་ལྕོགས་འབུམ་རམས་པ་བློ་བཟང་སེང་གེ་མཆོག་དང་ཕྱི་དྲིལ་དྲུང་ཆེ་རྣམ་གཉིས་དབུ་བཞུགས་ཐོག་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་པས་ལོ་འཁོར་ཚོགས་འདུ་དེ་སྐོང་ཚོགས་གནང་ཡོད་པ་རེད། ཉིན་གྲངས་གཉིས་ཀྱི་ཚོགས་འདུའི་ཐོག་གཙོ་བོ་རྒྱལ་སྤྱིའི་ནང་ཆབ་སྲིད་འཕོ་འགྱུར་ལ་གཞིགས་ནས། རང་ཕྱོགས་ནས་ལས་འགུལ་སྤེལ་ཕྱོགས་དང་རྒྱ་ནག་གཞུང་གིས་བོད་དོན་ཐོག་འཛིན་པའི་སྲིད་བྱུས་ལ་གདོང་ལེན་བྱེད་ཕྱོགས། དང་ནང་བཞིན་ཚོགས་ལ་ཉེ་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བརྒྱད་པའི་སྐོར་སོགས་ཀྱི་ཐོག་ལ་བཀའ་བསྡུར་གནང་འདུག་དེ་བཞིན་རེས་གཟའ་ཟླ་བའི་ཉིན་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་རྒྱ་གར་དང་བལ་ཡུལ་འབྲུག་གསུམ་ལ་གནས་འཁོད་བོད་མི་ས་གནས་འགོ་འཛིན་གྲངས་བཞི་བཅུ་ཞེ་ལྔ་མཉམ་ཞུགས་ཐོག་འཛིན་སྐྱོང་ལས་དོན་དང་འབྲེལ་ནས་གལ་ཆེའི་དོན་ཚན་གཉིས་ཐོག་ལ་ཚོགས་འདུ་སྐོང་ཚོགས་གནང་ཡོད་པ་རེད། གྲོས་གཞི་དེ་ཉིད་ནི་ནང་སྲིད་ལས་ཁུངས་ནས་ཕྱོགས་སྒྲིག་ཞུས་པའི་རྒྱ་བལ་འབྲུག་གསུམ་ནང་གི་བོད་མི་ལས་ཞུགས་གྲངས་ཐོ་བསྡུ་རུབ་ཀྱི་ལས་གཞི་གནས་སྟངས་ཐད་ལ་བཀའ་བསྡུར་དང་གཉིས་པ་དེ་བཙན་བྱོལ་བོད་མིའི་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་ཇུས་ཉིས་སྟོང་བཅུ་བཞི་དགོངས་དོན་ས་གནས་སོ་སོའི་ནང་ལག་བསྟར་མཇུག་སྐྱོང་ཇི་བྱུང་ཐད་ལ་བཀའ་བསྡུར་གནང་རྒྱུ་དེ་མྱུར་པོ་ཡིན་པ་རེད། ཚོགས་འདུའི་ཐོག་དཔལ་ལྡན་ནང་སྲིད་བཀའ་བློན་ཁོ་ལ་ཚང་བསོད་ནམས་སྟོབས་རྒྱལ་མཆོག་གིས་རང་རེའི་བོད་མིའི་སྤྱི་ཚོགས་ནང་དཀའ་ངལ་ཆེ་ཤོས་གཅིག་ནི་བོད་མི་གྲངས་ཀ་དང་ལོ་རྒྱུས་སྤུས་ཚད་ལྡན་པ་ཞིག་མེད་སྐོར་གསུངས་ཤིང། འདིའི་ཐད་ནང་སྲིད་ལས་ཁུངས་ནས་ལས་གཞི་སྤེལ་བཞིན་ཡོད་སྐོར་གསུངས་པ་དང། ཕྱོགས་མཚུངས་གཞིས་ཆགས་དང་ས་ཞིང་ཁག་སྲ་བརྟན་དགོས་པའི་གལ་གནད་སྐོར་ལ་གསུངས་གནང་ཡོད་པ་རེད། ཚོགས་འདུའི་ཐོག་སྐལ་ལྡན་བསོད་ནམས་ལས་གཞི་དང་འབྲེལ་བའི་བཀོལ་སྤྱོད་མཉེན་ཆས། པད་མ་མཉེན་ཆས་ཞེས་པ་ཞིག་དབུ་འབྱེད་ཡང་གནང་ཡོད་པ་རེད། མུ་མཐུད་ཕྱི་ཉིན་འཕྲོད་བསྟེན་ལས་ཁུངས་ཀྱི་གོ་སྒྲིག་ཐོག་ཉིན་གྲངས་གཅིག་རིང་ས་གནས་འགོ་འཛིན་རྣམ་པ་དང། ཁྱབ་ཁོངས་སྨན་ཁང་འགན་འཛིན་རྣམས་ལ་སྐོར་སྐྱོད་འཕྲོད་བསྟེན་སློབ་གསོའི་ལས་གཞི་ཐོག་ལ་ངོ་སྤྲོད་ཟབ་སྦྱོང་ཞིག་ཀྱང་གནང་ཡོད་པ་རེད། འཕྲོད་བསྟེན་ལས་ཁུངས་ཀྱི་སྨན་པ་བློ་བཟང་ཚེ་རིང་ལགས་ཀྱིས་ཟབ་སྦྱོང་གི་བརྗོད་གཞི་ཁག་ངོ་སྤྲོད་གནང་གསལ། ང་ཚོ་སྐོར་སྐྱོད་ཀྱི་ལས་གཞི་དེ་ད་ཉིས་སྟོང་བཅུ་བདུན་ནས་གསར་པ་བཟོས་རེད། ཨ་ནེ་འདི་མིན་པའི་འཕྲོད་བསྟེན་གྲངས་འདུ་དེ་ཡང་དེ་ཇི་ཙི་ཚགས་ཚུད་པོ་བཏང་ཡས་རེད། ཨ་ནེ། མཆིན་པའི་གཉན་ཚད་ཀྱི་ལས་གཞི་བཅོལ་བ་ལ་དེ་ཚོ་ནི་ཡང། སྔོན་འགོག་དེ་ཚོ་ད་སྔའི་མ་ནས་འགྲོ་བཞིན་པར་ད་ཡང་སྨན་བཅོས་དེ་ལས་གཞི་གསར་པ་ཆེ་ང་ཚོ་ཟུར་འགོ་བཟོས་རྗེས་ད་ལྟ་ལག་ལེན་འགྲོ་བཞིན་པ་རེད། ཨ་ནེ་ཏི་བྷི་དེ་ལ་ནི་ང་ཚོ་འགྱུར་བ་ག་ལ་ག་ལ་འདུ་བཏང་ཇི་ཙི་ཚགས་ཚུད་པོ་བཟོས་རེད། ཨ་ནེ་འདི་ཚོ་དམིགས་བསལ་གྱི་ངོ་སྤྲོད་ཁོ་ཚོ་ལ་གནང་ཡོད། བདུན་ཕྲག་དེའི་རེས་ཟླ་བའི་ཉིན་དཔེ་ཟུར་དབང་འདུས་ཚེ་རིང་ལགས་ཀྱིས་དཔལ་ལྡན་ཁྲིམས་ཞིབ་པ་ཆེ་བའི་མདུན་དུ། དབུས་འོས་བསྡུ་ལས་ཁང་གི་སྤྱི་ཁྱབ་འགན་འཛིན་དང་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་གཅིག་ལྕོགས་ཀྱི་ལས་འཁུར་དམ་འབུལ་ཞུས་གནང་ཡོད་པ་རེད། སྐབས་བཞིའི་དཔེ་ཟུར་དབང་འདུས་ཚེ་རིང་ལགས་ཀྱིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ནས་བཟུང་སྟེ། ད་བར་དུ་བོད་མིའི་སྒྲིག་འཛུགས་ནང་ཐེམ་པ་རིམ་འཛེགས་ཀྱིས་ཁྱོན་མི་ལོ་སུམ་ཅུ་སོ་བཞི་ལྷག་ཙམ་གྱི་རིང་ལ་ཞབས་འདེགས་ཞུས་པ་མ་ཟད། ད་ལན་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་གནང་མུས་སུ་ཡོད་སྐབས། དབུས་འོས་བསྡུ་འགན་འཛིན་དང་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་གཅིག་ལྕོགས་སུ་འོས་འདེམས་བྱུང་ཡོད་པ་རེད། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས། རང་ནུས་གང་འདེགས་ཞུ་རྒྱུའི། རང་ནུས་གང་འདེགས་ཞུ་རྒྱུའི་ཁས་ལེན་གཙང་མ་ཞུ་རྒྱུ་ཡིན། རེས་གཟའ་ཟླ་བའི་ཉིན་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་དགེ་འདུན་པའི་ཚན་རིག་ཟབ་སྦྱོང་ཐེངས་དྲུག་པ་དེ་དབུ་འཛུགས་གནང་ཡོད་པ་དང། ཟབ་སྦྱོང་སྐབས་དགོན་སྡེ་ཁག་དྲུག་ནས་དགེ་འདུན་པ་དང་བཙུན་མ་གྲངས་ཉི་ཤུ་ཐམ་པ་མཉམ་ཞུགས་གནང་འདུག་ཟབ་སྦྱོང་དེ་ཕྱི་ཚེས་བཅུར་དགུན་བར་དུ་བདུན་ཕྲག་གཉིས་མ་ཟིན་ཙམ་གྱི་རིང་ལ་ཚོགས་ཀྱི་ཡོད་པ་རེད། རེས་གཟའ་མིག་དམར་ཉིན་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྨན་རྩིས་ཁང་དུ་ལུས་སེམས་སྲོག་གི་བགྲོ་གླེང་ཚོགས་ཆེན་ཐེངས་བཅུ་པ་དེ་མགོ་འཛུགས་གནང་བ་དང། ཚོགས་ཆེན་དབུ་འབྱེད་དཔལ་ལྡན་སྲིད་སྐྱོང་མཆོག་གིས་གནང་ཡོད་པ་རེད། ཉིན་གྲངས་གསུམ་རིང་གི་བགྲོ་གླེང་ཚོགས་འདུའི་བརྗོད་གཞི་གཙོ་བོ་དེ་རྒས་པའི་སེམས་ཁམས་གསོ་སྐྱོང་བྱེད་པ་ཡིན་ཞིང། ཚོགས་འདུའི་ཐོག་ནང་པའི་སེམས་ཁམས་རིག་པ་དང་བོད་ཀྱི་གསོ་བ་རིག་པ། རྒྱ་གར་ཚེ་རིག་བཅས་ཨ་ཡུར་ཝེད་དང་ཡོ་ན་ནི་སིདྡྷ་ཧོ་མེའོ་པེ་ཐི། ནུབ་ཕྱོགས་ཚན་རིག་རྣལ་འབྱོར་བཅས་རིག་གཞུང་སྡེ་ཁག་དགུའི་མཁས་དབང་ཁག་ཅིག་ལྷན་འཛོམས་ཐོག་བགྲོ་གླེང་ཚོགས་འདུ་རིམ་པ་ཞིག་སྐོང་ཚོགས་གནང་ཡོད་པ་རེད། ཕྱི་ཚེས་བཅུ་ཉིན་ཚོགས་ཆེན་མཇུག་སྒྲིལ་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་དཔལ་ལྡན་ཆོས་རིག་བཀའ་བློན་གཡུ་ཐོག་ཀརྨ་དགེ་ལེགས་མཆོག་གདན་ཞུ་གནང་ཡོད་པ་རེད། ལྷག་པར་དུ་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་མོ་མཆོག་གིས་བགྲོ་གླེང་ཚོགས་ཆེན་གྱི་གསུང་བཤད་གནང་མཁན་རྣམས་དང། སྨན་རྩིས་ཁང་ལུས་སེམས་སོགས་ཀྱི་ལས་བྱེད་བཅས་ལ་མཇལ་ཁ་བཀའ་དྲིན་སྩལ་གནང་ཡོད་པ་རེད། ཡང་བདུན་ཕྲག་འདིར་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་ནོར་བུ་གླིང་ཁ་ཁུལ་དུ་རྟེན་གཞི་བྱས་པའི་ཇོ་ནང་དུས་འཁོར་ཇོ་སྒྲུབ་སྒོམ་གྲྭ་ཆོས་འཁོར་གླིང་དུ། ཇོ་ནང་རྒྱལ་ཚབ་སྐབས་གཉིས་པའི་ཁྲི་འདོན་མངའ་གསོལ་གྱི་རྟེན་འབྲེལ་མཛད་སྒོ་གཟབ་རྒྱས་གནང་ཡོད་པ་རེད། ཇོ་ནང་རྒྱལ་ཚབ་ཏུ་ད་ལན་སྐབས་གཉིས་པར་སླར་ཡང་མཁན་སྤྲུལ་རྡོ་རྗེ་སློབ་དཔོན་ངག་དབང་ཆོས་ཀྱི་སྣང་བ་མཆོག་འཁོད་ཡོད་པ་རེད། དེ་ཉིན་ཁྲི་འདོན་མཛད་སྒོའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་ཕེབས་ཡོད་པ་དེ་སྒྲོགས་སྦྱང་གནང་བ་དང། དང་ནང་བཞིན་སྐུ་མགྲོན་གཙོ་བོ་དང་དམིགས་བསལ་སྐུ་མགྲོན་རྣམ་པའི་གསུང་བཤད་དགེ་གཙོས། བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་བཅས་ཀྱི་བླ་ཆེན་རྣམ་པས་སྐུ་ཚབ་ནས་གསུང་བཤད་གནང་ཡོད་པ་རེད། ལྷག་པར་དུ་དཔལ་ལྡན་ཆོས་རིག་བཀའ་བློན་མཆོག་གིས་གསུང་བཤད་གནང་བའི་སྐབས་སུ། བཙན་བྱོལ་ནང་ཁྲིམས་དང་སྒྲིག་གཞི་སོགས་སྒྲིག་ལམ་མང་པོ་ཆགས་པའི་དབང་གིས། ཇོ་ནང་ཆོས་བརྒྱུད་དེ་བཞིན་ཆོས་བརྒྱུད་གཞན་ལྟར། ཡིན་ལུགས་ཚུལ་མཐུན་ཐོག་ཚུལ་མེད་པའི་དགོངས་ཚུལ་དང་ཚོར་སྣང་འབྱུང་བཞིན་ཡོད་པར་བརྟེན། ཆོས་རིག་ལས་ཁུངས་ནས་གནད་དོན་དེའི་ཐད་གང་ཐུབ་ཀྱིས་འབད་བརྩོན་གནང་དང་གནང་མུས་ཡིན་པ་གསུངས་བ་མ་ཟད། གནད་དོན་ཁག་ཅིག་ཁྲིམས་དང་སྒྲིག་གཞིའི་འོག་ལ་གནས་དགོས་སྟབས། དེ་དོན་ཕྱོགས་ཕན་ཚུན་གཉིས་ཀས་བསམ་ཤེས་གནང་དགོས་པ་གསུངས་ཡོད་པ་རེད། ད་འཛིན་སྐྱོང་དང་འབྲེལ་བའི་གནས་ཚུལ་ཁག་ཅིག་ད་ཆོས་བརྒྱུད་གཞན་དང་ཅིག་མང་ཉུང་དང་དེ་འདྲའི་ཁྱད་པར་ཡོང་གི་རེད་མ་གཏོགས་གང་ལྟར་ཆོས་བརྒྱུད་གཞན་དང་ཅིག་གཅིག་པ་གཅིག་རྐྱང་བྱེད་ཡག་གི་ང་ཚོ་འཛིན་སྐྱོང་གིས་ད་འབད་བརྩོན་ད་ལྟ་ཞུས་དང་ཞུ་མུས་ཡིན་ད་དུང་ཡིན་ནས་མུ་མཐུད་ངེས་པར་དུ་ཞུས་ཆོག་པ་ཞིག་ཟེར་ནས་ཞུས་ཡག་འདུག་ཟེར་ཡིན། མཚམས་འདི་ནས་བདུན་ཕྲག་གཅིག་གི་གལ་ཆེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་ཞུས་གྲུབ་པ་ཡིན། བོད་ཀྱི་བརྙན་འཕྲིན་ནས་ལས་རིམ་ཁག་ཆ་ཚང། རྒྱང་སྲིང་ཞུས་པ་ཁ་གཤམ་ལ་བཀོད་པའི་ཕྲ་རྒྱས་ཁ་བྱང་དེ་ཚོའི་ཐོག་ནས་ཟེར་རྒྱུ་ཡོད། དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།